སྐུ་ཁམས་བཟང། ད་དེ་རིང་ང་དེ། ནུབ་རི། ནང་གི་ད་ཡུལ་ལྗོངས་མཛེས་ཤོག། ད། གནས་ནང་ལོག་ནས་ད་རྩ་ཆེ་ཤོག་ཅིག་ཆགས་བསྡད་ཀྱི་ཡོད་རེད། ཧི་ནང། སླད་དེ་ཡོད། གནས་དེ་ཡི་མཚན་ལ་ཧི་ནང་ཞུ་གི་ཡོད་རེད། ད་ཁྱེད་རྣམ་པ་ཚོ་ངེད་ཀྱི་རྒྱབ་ལ་གཟིགས་ཀྱི་འདུག་ཨ། རྒྱ་ཁྱི་དགོན་པ་ཅིག་འདུག་ཨ། ད་དེ་ཧི་ནང་དཔུང་མཛེས་དགོན་པ་སྔ་འགྱུར་དཔུང་མཛེས་དགོན་པ་ཆགས་བསྡད་ཀྱི་ཡོད་རེད། རེད་བ། དེའི་བར་ལ་དེ་ནས་རྣམ་རྒྱལ། མཆོད་རྟེན། དེ་ནས་ཕ་གི་ལ་དེ་ནས་སྐྱབས་རྗེ་ཁྲ་འགུ་རིན་པོ་ཆེ་ཁོང་གི་ད་དགོན་པའི་གི་ཡན་ལག་ཁྲ་འགུ་དགོན་པ་ཆགས་དེ་གི་ཡོད་རེད། ད་ཁྱེད་རྣམ་པ་ཚོ་ལ་ད་ཧི་ནང་དགོན་པ་གི་ད་ཧི་ནང་ཞེས་པའི་ས་ཆ་དེ་གི་ངོ་སྤྲོད་མདོར་བསྡུས་ཙམ་ཅིག་ཞུས་པ་ཡིན་ན། ད་ས་ཆ་འདི་ལ་ད་ཞོག་ཁོག་ཨ་ལུ་ཡོད་རེད་བ་ཧང་སངས་མང་པོ་སྐྱེས་ཀྱི་ཡོད་རེད་ལ་མང་པོ་བཏབ་གནང་གི་ཡོད་རེད་ལ་བྲོ་བ་ཡང་གཞན་དང་མ་འདྲ་བ་ཡོད་རེད། དེ་ཡིན་པ་སོང་ཙང་དེ་ནས་ནུབ་རིས་ཀྱི་སྐད་ཐོག་ལ་དེ་ནས་ཞོག་ཁོག་ལ་ཧེ་ཧེ་ལགས་ཀྱི་ཡོད་ར་ད། ཧེ་ཧེ་ལགས་ཡོང་དུས་སྐབས་སུ་དེ་ཕྱིས་སུ་ད་སྒྲ་ཉམས་ནས་ད་སྔན་མ་ཡིན་ན་ཧེ་ནང་ལགས་ཀྱི་ཡོད་ར་ད་ད་ལྟ་ཡིན་ན་ནི་སྒྲ་ཉམས་ནས་ཧི་ནང་ཆགས་དེ་ཀྱི་ཡོད་ར་བ། ད་དེ་གནས་འདི་ད། མི་རབས་ཁ་ཤས་ཀྱི་སྔོན་ལ་དེ་ནས་སྐྱབས་མགོན་པད་མ་རྒྱལ་མཚན་ལ་ནས་ད་སྐྱེས་ཆེན་དམ་པ་ཅིག་དེ་ལ་བྱོན་པ་རེད་བྱོན་ནས་ཁོང་གིས་དེ་ནས་ཕ་གིས་སྔ་འགྱུར་དཔུང་མཛད་དགོངས་པ་དེ་ཉིད་ཕྱག་བཏབ་རེད་བ། དེ་ལ་ཁོང་སྒོམ་ཉམས་ལེན་གནང། ཁོང་གིས་ད་གདན་ས་འགྲོ་བའི་ཆ་དེ་གར་ཁོང་འདས་བཞུགས་རེད་བ། སྐྱབས་མགོན་པད་མ་རྒྱལ་མཚན་ཁོང་ད་ང་ཚོ་ནུབ་རིགས་ཀྱི་ཕྱོགས་ལ་སྙིང་ཐིག་གི་བསྟན་པ་འདི་ཉིད་ཐོག་མར་དར་སྤེལ་གནང་མཁན་རེད་བ་སྙིང་ཐིག་གི་ཟབ་ཆོས་འདི་ཉིད་ཐོག་མར་གསུང་བ་པོ་འགྲོ་བ་ཅིག་ཆགས་བསྡད་ཀྱི་ཡོད་རེད་བ། གསུང་ས་དེ་ཡང་ད་སྔ་འགྱུར་སྤུངས་ཚད་དགོན་པ་འདི་ནས་གསུང་བ་འདི་ནས་དར་བ་ཅིག་ཆགས་བསྡད་ཀྱི་ཡོད་རེད་ལ། དེ་མ་ཚད་དེའི་སྐབས་སུ་དེ་ནས་ང་ཚོ་ལོ་རྒྱུས་ཀྱི་ཐོག་ལ་སླེབས་བསྡད་ཡ། ཚེ་གཅིག་ལུས་གཅིག་ལ་སངས་རྒྱས་མཁན་སྒྲུབ་པ་ཐོབ་མཁན་རྣལ་འབྱོར་མ་ཡོ་གི་ནི་སྐད་གྲགས་ཆེན་པོ་རེད་བ། ད། བུ་མོ། དེ་ནས་སྒྲུབ་པ་ཐོབ་མཁན་ད་སྤྱི་དང་ལོ་རྒྱུས་ཀྱི་ཐོག་ལ། བུ་མོ། མོ་སྒྲུབ་པ་ཐོབ་མཁན་དེ་ནས་མང་པོ་ཡོད་རེད་དེ་ཡིན་ན་ཡང་དེའི་ནང་ལོ་ནས་ད་ཡོངས་གྲགས། སྐད་གྲགས་ཆེ་ཤོས་གཅིག་དེ་ཤུག་གསེབ་རྗེ་བཙུན་མ་ལ་ནས་ཆགས་འདུག་གྱུར་ད་མང་ཆེ་བ་གྱི་མཁྱེན་གྱི་ཡོད་རེད་བ། ད་ཁོང་ཡང་བདེ་ལ་ཕེབས་བདེ་ལ་ཕེབས་ནས་དེ་ནས་སྐྱབས་མགོན་པད་མ་རྒྱལ་མཚན་ཁོང་ན། ད་བླ་མ་ལ་བསྟེན་རེད་བ། དེ་ལ་ནས་ལོ་མང་པོ་ཅིག་ད། སྒོམ་ཉམས་ལེན་གནང་ནས་བཞུགས་པ་ཅིག་ཆགས་བསྡད་ཀྱི་ཡོད་རེད། ད་ཁོང་གིས་སྒོམ་ཉམས་ལེན་གནང་ས་ད་གྲྭ་ཕུག་འགྲོ་ལགས་རེད་བ། འདི་དེ་ཡང་ནི་ས་ཆ་དེ་ངེད་ཀྱིས་གནས་དེ་ཁྱེད་རྣམས་པ་ཚོ་ལ་མཇལ་ཁ་ཞུ་ཆོག་པ་བྱས། འོ་དེ་ད་དེ་གནས་དེ་འདིའི་ནང་ལོགས་ལ་ཡོད་རེད་ད།

བུང་བརྒྱད་དང་རྡོ་ཆེན་པོ་དེའི་འོག་ལ་རེ་བ། དེ་ནས་ཁོང། སྒོམ་སྒྲུབ་གནང་ནས་བཞུགས་པ་རེད་ཟེར་རེ་བ། ལོ་ཁ་ཤས་ཤིག་ད་བཞུགས་པ་རེད་ལ་ནི་དེ་འདྲས་གསུང་གི་འདུག་རེ་བ། ཁྱེད་རྣམ་པ་གཟིགས་གི་འདུག་ཨ། ད་འདི་ས་སྐྱ་དེ་ད་སྒེར་བག་གི་ས་སྐྱ་ཆགས་འདུག་གྱོ་རེད། དེ་སྦྱིན་བདག་ཁང་པ་འདི་རེད་ད། འོ་འདི་ཅི།